ཨ་ནེ་ལས་འགུལ་གྱི་རྣམ་པ་འདི་ག་རང་བྱས་ནས་ཨ་ནེ་ང་ཚོ་ད་རེས་ཐེངས་བརྒྱད་ཅུ་གྱ་བཞི་པ་དེ་ཕྱག་དར་ཡོད་ཟེར་ནས་དེ་ཞུས་ཡ་ཡིན། ད་ང་ཚོ་ལས་འགུལ་སྤེལ་བའི་སྐབས་ལ་ཨ་ནེ་ཅིག་ལས་འགུལ་སྤེལ་བ་ལ་བརྟེན་ནས་ད་ང་ཚོ་ཅིག་སོ་སོ་ལ་དགའ་སྣང་དང་སྤྲོ་སྣང་ཡོང་དགོས་བ་དེ་འདྲ་ད་མང་པོ་ཅིག་བྱུང་བ་རེད་ད་གྲུབ་འབྲས་ཟེར་ན་འདྲ་དེ་འདྲ་མང་པོ་ཅིག་བྱུང་བ་རེད། དེའི་ནང་ལོགས་ནས་བེད་བརྩོན་འགྲོ་བའི་ཞུས་བ་ཡིན་པ་ཡིན་ན་ཨ་ནེ་ང་ཚོ། དེ་ཡོ་རུབ་ལ་ཨ་ནེའི་ལས་འགུལ་སྤེལ་བའི་སྐབས་ལ་ཡོ་རུབ་དང་འདྲ་མཉམ་འབྲེལ་གྱི་མདུན་ལ་ང་ཚོས་ལས་འགུལ་གཅིག་སྤེལ་བ་དང་ཡོ་རུབ་གྲོས་ཚོགས་མདུན་ལ་ལས་འགུལ་གཅིག་སྤེལ་བའི་སྐབས་ལ་ཡོ་རུབ་གྲོས་ཚོགས་ཀྱི་འཐུས་མི་དྲུག་ང་ཚོའི་ལས་འགུལ་ལ་དངོས་སུ་ཕེབས་ནས་ཨ་ནེ་ང་ཚོའི་བོད་དོན་གྱི་ཐོག་ལ་རྒྱབ་སྐྱོར་གནང་ཡོད་པའི་གསུང་བཤད་དེ་འདྲ་གནང་ཡོད་པ་དེ་ཚོའི་གྲས་དེ་ང་ཚོ་གིས་ད་ཅིག་སོ་སོ་དགའ་དགོས་པའི་ཀྱང་ཅིག་དང་གྲུབ་འབྲས་ཅིག་རེད་བསམ་གྱི་ཡོད། ཨ་ད་ག་ནང་བཞིན་གྱི་དེ་ནས་ཅིག་ང་ཚོའི་ལས་འགུལ་འདི་ལ་ཨ་ནས་ཅིག་མི་མང་པོ་ཅིག་ཡོང་ནས་རྒྱལ་ཚོགས་སྐུ་མདུན་ལ་ད་འཛམ་བུ་གླིང་བ་ས་གང་བ་ནས་མི་མང་པོ་ཡོང་ནས་ཨ་ནས་དོ་སྣང་བྱས་ནས་ད་འདི་ང་ཚོའི་ལས་འགུལ་འདི་མང་པོ་དང་པོ་རྒྱ་གར་ན་ལྟ་གི་ཡོད་བ་ནང་བཞིན་གྱི་མང་པོ་ཅིག་ལྟ་གི་ལྟ་ནས། ད་ནི་ང་ཚོ་བོད་དོན་གྱི་ཐོག་ལ་དྲིལ་བསྒྲགས་ཤུགས་ཆེན་པོ་ཞུ་ཐུབ་འགྲོ་ཐུབ་དགོས་བ་རེད་དེ་ང་ཚོ་གི་འོ་ད་གྲུབ་འབྲས་ཅིག་དང་དགའ་སྣང་ཅིག་དགོས་ཅིག་རེད་བསམ་གྱི་ཡོད་དགའ་སྣང་ཅིག་གི་ཕུག་པ་རྒྱབ་སྐྱོར་བ་དང་དེ་འདྲ་མང་པོ་ཆེ་མཉམ་ཞུགས་བྱས་ཡོད་རེད་དོན་གཅོད་ཁག་ད་ལྟ་སུད་སི་དོན་གཅོད་གཙོས་བྱས་པའི་ཨ་ནེ་འབར་འཇོམས་ཀྱི་དོན་གཅོད་ལ་སོགས་པ་མང་པོ་ཅིག་གི་རྒྱབ་སྐྱོར་མཐུན་འགྱུར་རྒྱབ་སྐྱོར་གནང་བ་ལ་བརྟེན་ནས་ང་ཚོ་གི་ལས་འགུལ་འདི་གྲུབ་འབྲས་གང་ལ་གང་ཟག་ཅིག་ཐོན་ཡོད་བ་རེད་ཟེར་ནས་ཞུ་ཡ་གཅིག་དང་དགའ་སྣང་ཅིག་གི་ང་ཚོའི་ལས་འགུལ་འདི་སྤེལ་བ། སྤེལ་ནས་བརྒྱུད་ལམ་ཁག་ལ་ཐོན་ནས་ནི་བོད་ནང་ལོགས་ལ་ནི་ཅིག་གཞིས་ལུས་ཀྱི་མི་གང་ལ་གང་འཚམ་ཞིག་གིས་ནི་འདི་དོ་སྣང་བྱུང་ནས་ནི་ཅིག་ང་ཚོ་ཚུར་འབྲེལ་བ་བྱེད་མཁན་དེ་འདྲ་ཡོང་གི་འདུག་དེ་ཚོ་བྲལ་ཏེ་གཞིས་ལུས་རྒྱ་ཆེའི་མི་མང་དེ་ང་ཚོའི་འཐབ་རྩོད་ཀྱི་ནི་ཅིག་མ་རྩ་འདྲ་བོ་དེ་གཞིས་ལུས་རྒྱ་ཆེའི་མི་མང་ཆགས་ལྟ་བུ་རེད་ཁོང་ཚོ་གི་སེམས་པ་དང་ཁོང་ཚོ་ཅིག་དགའ་སྣང་ཅིག་དང་ཁོང་ཚོ་གི་སེམས་ལ་སྤྲོ་ཅིག་སྐྱེས་ཡོང་དེ་གང་ལ་ཕྱི་ལོགས་ནི། བདེན་གིན་གི་བོད་པ་ཚོ་བདེན་མི་འདུག་ཨ་བྱེད་གིན་འདུག་ཨ་བསམ་ཡག་གི་ཨ་ནི་དེ་འདྲ་གཅིག་གི་བསམ་བློ་འཁོར་ཡོང་འདི་སོ་སོ་ཡིན་པ་ཡིན་ན་ད་དངོས་གནས་སོ་སོ་དཀའ་ལས་ང་ཚོ་ལས་འགུལ་བ་ཚོ་ཡིན་པ་ཡིན་ན་དཀའ་ལས་རྒྱབ་པའི་གྲུབ་འབྲས་དེ་གོ་ཆོད་ཤག་ཨ་བསམ་ཡག་གི་བསམ་བློ་གཅིག་འཁོར་གིན་འདུག་ལ་ཨ་ད་ག་ནང་བཞིན་གི་ང་ཚོ་ལས་འགུལ་འདི་ཚར་ནས་ཕག་ནང་ལ་ལོག་པའི་སྐབས་ལ་ད་གཞི་ལས་རྒྱ་ཆེ་མི་མང་ཡིན་པ་ཡིན་ན་འདི་འདྲ་གི་ལས་འགུལ་གཅིག་སྤེལ་ཡ་ཡིན་ན་ད་རྫོང་ཁོ་ནང་འགྲོ་དགོས་པའི་གནས་སྟངས་ཆགས་ཆགས་གདའ་བ་རེད། ད་ང་ཚོ་འདི་ནས་རྫོང་གང་ལ་འགྲོ་དགོས་དང་དེ་འདྲ་ཡོད་ནི་ཐོན་ཡོད་མ་རེད་དེ་འདི་ག་ལ་ང་ཚོ་འདི་སླེབས་ནས་ཕྱིར་ནང་ལ་ལོག་ཡ་ཡོད་པ་དང་ད་ག་ནང་བཞིན་གྱི་ཨ་ནི་འདི་སོ་སོ་ནང་ལ་ལོག་པའི་སྐབས་ལ་ད་དེ་རང་རྗེས་ལུས་རྒྱ་ཆེན་པོ་མང་གི་སྐུ་ཚབ་བྱས་ནས་ཨ་ནི་བོད་དོན་གྱི་ཐོག་ལ་དྲིལ་བསྒྲགས་ཡག་པོ་ཅིག་བྱེད་ཐུབ་སོང་བ་བསམ་ནས་སོ་སོ་ནང་ལ་ལོག་པའི་སྐབས་ལ་དགའ་སྣང་སྤྲོ་སྣང་ཞིག་གི་སྒང་ནས་ཨ་ནི་ནང་ལ་ལོག་དགོས་གི་ནི་ལོག་ཐུབ་ཡ་དང་ལོག་དགོས་གི་ནི་ཐང་ཆད་དེ་འདྲ་ཅིག་ཡོང་གི་འདུག་སེམས་ཀི་ཤོད། ད་ལྟ་འདི་ལྟ་ཅིག་ལས་འགུལ་སྤེལ་པའི་བརྒྱུད་རིམ་གི་ཐོག་ལ་ཨ་ནི་དཀའ་ངལ་ག་རེ་འཕྲད་སོང་ཟེར་ནས་གསུང་རོགས་རེད་བྱས་ཙང། ད་ཐོག་མར་ང་ཚོའི་ལས་འགུལ་སྤེལ་བའི་སྐབས་ལ་ཨ་ནི་ཅིག་འདི་བ་སོ་སོ་གི་བསམ་བློའི་ནང་ལ་ཅིག་འཆར་གཞི་དང་དེ་འདྲ་དམིགས་བསལ་གི་མེད་བ་དེ་འདྲ་ཡིན་གི་སྒང་ལ།

གངས་ཆར་དང་དེ་འདྲ་རྒྱབ་ཡོང་དུས་གངས་ལ་ད་རྐང་པ་ཚང་མ་ལུང་པ་ཆགས་ཡས་དང། ཨ་ནི་འདི་འདི་ཚོ་ཡིག་ཆ་དང་དེ་ཚོ་བགྲང་མི་ཐུབ་ཡས་དང། ཨོ་ལུང་པོ་ཤུགས་ཆེན་པོ་བརྒྱབ་ནས་ང་ཚོ་གི་གྲལ་དེ་ར་ལུང་གི་ཁི་ཡ་ལ་སོགས་པ་འདི་འདྲ་གི་ཐོག་ནས་ག་ངས་གང་ལ་གང་ཟ་ཅིག་ཁྲལ་བསྐུལ་བ་རེད་ད་ད་ག་ནང་བཞིན་གི་རྒྱ་མི་ཡིག་ཚོ་ཡིན་པ་ཡིན་ན། ད་འདི་ཡིག་ཆ་དེ་འདྲ་ཕག་སྤྲད་པའི་སྐབས་ལ་ཨ་ནི་ཡིག་ཆ་མ་ལོན་པ་བཅས་རྣམ་འགྱུར་སྡུག་ག་བསྟན་ནས་ཨོ་དེ་འདྲ་བྱེད་ངེས་ཡོང་དགོས་བ་རེད་ཟེར་ད་སྡུག་ཕྱོགས་ནས་བཤད་ན་དེ་རེད་ཡག་ཕྱོགས་ནས་བཤད་པ་ཡིན་པ་ཡིན་ན། ཨ་ནེ་རྒྱ་མི་ཡིན་པ་ཡིན་ན་ནང་ལོག་ནས་ཁ་ཁ་བྱས་ནས་སྡེབ་ཁྱེར་ནས་ཁོ་ཚོའི་མི་ད་ད་དེ་རུ་ཁག་རུ་ཁག་དེ་འདྲ་ཡོང་བའི་སྐབས་ལ་ཨ་ནེ་ནང་ནས་གསང་བ་བྱས་ནས་ཁ་ཁ་བྱས་ནས་རྗེས་ལ་ཁེལ་འགྲོ་བ་དང་ཡང་ན་ཕར་འགྲོ་ཁ་བྱས་ནས་ཚུར་ཡོང་ནས་ཁེལ་འགྲོ་བ་དང་དེ་འདྲ་བྱས་ཡ་དང་ཨོ་ནེ་རྒྱལ་དར་མང་པོ་ང་ཚོ་ཕ་ལྷོ་ངའི་མང་པོ་ཡོང་དགོས་ར་ང་ཚོ་ད་ཕར་ཆ་རྒྱལ་དར་སྟོང་ཕྲག་གཅིག་ལྷག་ཟིག་ང་ཚོ་སྤྲད་ཡོད་རེད་མིའི་ལ་སྤྲད་ཡོད་རེད་རིན་མེད་ཀྱི་ཐོག་ནས་སྤྲད་ཡོད་རེད་དེ་འདྲ་ཡིན་དུས་གང་ལ་དུས་ཚོད་སྤྲད་དེ་ང་ཚོ་ད་ཡག་ཕྱོགས་ནས་བཤད་ན་དུས་ཚོད་སྤྲད་དེ་ང་ཚོ་མང་པོ་བྱེད་ཐུབ་ཡོད་རེད།